བཀྲ་ཤིས་བདེ་ལེགས། ད་ད་ལྟ་གི་དེ་རིང་གི་བརྙན་འདི་གི་ནང་ལོགས་ལ་ནི་ང་ཚོ་གི་གྲངས་ཚད་བརྟག་པ་གི་ནང་ལོགས་ཀྱི་བྱིས་པ་གསུམ་པོ་བྱིས་པ་དེ་རེད་བ། ནི་ཡིག་སྐད་དང་ཁ་སྐད་ཕལ་སྐད་ཟེར་གི་འདུག་བ་མང་ཉུང་དོགས་པ་ཟེར་དེ་ལ་ལྟ་ཞའོ་རང། ད་འདི་ད་ལྟ་ག་འདྲ་ཟེར་ལ་ན་སྒྲུང་དེ་གི་སྟོད་མཚམས་ཅིག་འདེམས་ཨ་དེ་གི་ནང་ལོགས་ནི་ད་ཁོང་ཚོ་གི་སྒྲུང་ནང་ལོགས་ལ་ཡིག་སྐད་བེད་སྤྱོད་མང་བ་དང་འདུག་ཁ་སྐད་བེད་སྤྱོད་མང་བ་དང་འདུག་དེ་ལྟར་རོ།

པ་པ་ཤེས་མ་སོང། ཡིན་ན་ཡང་ཆང་བཙོས་པའི་ག་འདྲ་ཅིག་འདུག་བསམ་ཨ་ནི་སོ་སོའི་གི་བསམ་པ་ནང་ལོགས་ལ་ཡི་གེ་དང་ཁ་སྐད་ཀྱི་དཔེ་མཚོན་དེ་ཡོད་རང། ད་དེ་གི་ནང་ལོགས་ལ་ཆ་བཞག་ཡོད་ན་ཁྱེད་ཀྱིས་ཅི་ཞིག་སྒྲུབ་ཀྱི་ཡོད་ལབ་པ་ཡིན་ན་ཕལ་ཆེར་ཡི་གེ་ཀྱིས་ངའི་དཔེ་མཚོན་དག་རང་བྱ་ཡིན། ཁྱེད་རང་ག་རེ་བྱེད་ཀྱི་ཡོད་ལབ་པ་ཡིན་ན་ཨ་ནི་ཁ་སྐད་ཀྱི་དཔེ་མཚོན་དེ་རེད་ཟེར་དུ།

དེ་ནས་ཏོག་ཏོག་སོ་སོ་མ་རིལ་མོ་དེ་བལྟས་རྗེས་དེའི་ནང་ལོགས་ནས་ཨ་ནི་ང་ཚོའི་གི་ཡི་གེ་དང་ཁ་སྐད། དེ་གི་ནང་ལོགས་ནས་ཨ་ནི་ཁ་སྐད་དང་ཡི་གེ་མང་ཉུང་གཅིག་པ་ཨ་གི་ཚོར་སྣང་བྱུང་སོང་ལ་ཁོ་ཡི་གེ་དང་བསྟན་བཅོས་ཀྱི་རྐྱང་པ་གི་ནང་ལོགས་ཙམ་འདུག་ལ་ནི་ཡང་མི་འདུག་རོ། ཡང་ཁ་སྐད་མང་བ་དང་ཡི་གེ་ཉུང་བ་རེད་འདོད་ལ་ནི་ཡང་རེད་མི་འདུག་ད་ཁ་སྐད་མང་ཉུང་འདྲ་པོ་འདྲ་བོ་ཡིན་པའི་གི་ཚོར་སྣང་བྱུང་སོང་ལ་ཨ་ནི་ཆང་བཙུགས་གི་ཆང་བཙུགས་སམ་སུ་ག་རེ་མེད་དུ་བརྗོད་ཤི་རོ་བྱེད་རོ། ནི་ངས་འདི་གང་ལ་ནི།